ད་ན་བཞིན་ད་ལྟ་ང་ཚོས་འདིར Exit Permit དང Return Visa གསུང་གི་འདུག་ད་དེས་ང་ཚོའི་དེབ་སེར་བོ་ཁྱེད་ཉེ་ཚོ་ལ་དཀའ་ངལ་ཅིག་རེ་བཞག་དེབ་སེར་བོའི་སྣང་བརྙན་འདི་ནི་རྒྱ་གར་གཞུང་གིས་གནང་པ་རེད་གཟིགས་པ་ཆེན་པོའི་ཐོག་ནས་གནང་ཡོད་རེད་ད་དེའི་ཐོག་ལ་ཡང་ཕྱི་བསྐྱོད་ཀྱི Visa ཅིག་ཞུ་གི་ཡོད་རེད Visa དེའི་ནང་འཁོད་དེ་ཡོད་རེད་ད། འགྲོ་ཡག་ལ། གཞན་དག་ཡིན་པས་ན་འགྲོ་ཆོག་ཆོག་རེད་བ་ལ་ད་ང་ཚོ་འདི་ལ་ཡང་ཕ་ཐོན་འཆལ་ཞིག་ཞུགས་འདུག Exit Permit དེ་ལ་དུས་ཚོད་ཞིབ་པ་བྱུང་སྐོར་ནས་ཁ་ཤས་ཀྱིས་གནམ་གྲུའི་ཀྲིག་ཀི་སི་ཆེ་ད་བྱེད་པོ་རྒྱག་པ་དུས་ཚོད་མ་རག་པ་དེ་འདྲ་གནས་ཚུལ་བྱུང་ཤག་ད་ཡིན་ནས་ཁོ་མེད་རྒྱ་གཞུང་གི་ཆ་རྐྱེན་ཅི་རེད་ད Return Visa ཟེར་ཡག་དེ་དངོས་གནས་བྱས་ན་གོ་ཡག་ཁྱོན་ནས་མེད་པ་ཞིག་ས་རེད་ང་ཚོ་ལ་ད་ལྟ་རྒྱལ་ཁབ་ཚང་མའི་ནང་ལ Visa ཅིག་ཞུས་ཁག་འགྲོ་གི་ཡོད་རེད་ལོག་ཡོང་དུས་རྒྱལ་ཁབ་དེའི་ནང་ལ་བསྡད་ཆོག་གི་ཡི་གེ་ཞོར Residence Permit དེ་ཡོད་ཕྱིན་ཆད་ལ་དེ་འདྲའི་གོ་ཡག་གི་ད་རྒྱལ་ཁབ་ག་བ་ལ་ཡོད་ས་མ་རེད་ཨ་ང་ད་རྒྱ་གར་རང་གི་མི་སེར་ཡིན་པ་ནས་འདི་མི་ཕར་ཕྱིན་པ་རེད་ཐུགས་ལོག་བ་རེད་འདི་གོ་ཡ་གི་མི་འདུག་ད་བོད་པ་ལ་དམིགས་བསལ་གི་སྤྱི་བཏང་དུ་མི་བཀའ་དྲིན་ཆེན་པོ་དིང་སར་བ་རི་ཏྲན་བི་ཚ་གོ་ཡོད་གསུང་དུས་ད་བོད་པ་རང་ལ་འདི་གནས་ཆོག་གི་ཡིག་ཆ་འབྱོར་བ་ལ་ང་ཚོ་ཨར་སི་ཅོ་རེད་ཨར་སི་དི་ཡོད་པ་དི་གི་མ་ཕན་པ་ཅིག་ཕལ་ཆེར་དི་འདྲེ་ཅིག་ཡིག་ཆ་ཐོས་པ་ཅིག་གོ་ཡ་གི་ནི་མེད་པ་ཅིག་རེད་བྱ། ཏིལ་གྱི་རྒྱུ་མཚན་གས་མི་འདུག་རྒྱ་གར་ནང་ལ་དེ་ཕྱོགས་ཡིག་ཆ་དེ་ནི་ལོ་ལྔ་གི་ཡོད་རེད་ལོ་གསུམ་གི་ཡོད་འདི་རེད Residence Permit ཨར་སི་ཡོད་རེད་བ་ལ་ཨར་སི་དེ་ཁྱི་ཤོག་ཨར་སི་དེ་མཉམ་དུ་ཡིན་ལབ་ཡིན་ན་དེ་མི་འདུག་གས་མི་ད་དེའི་ཐོག་ལ Resident Visa ཟེར་ཡ་དེ་ང་དེ་ཁྱོད་དེ་མགོ་རྒྱུ་ནས་ཚུགས་གི་མི་འདུག་མང་པོ་གཅིག་གི་དེ་ག་རེ་རེད་ཟེར་ལབ་གི་འདུག་འབྲེལ་ཡོད་ཁོ་རང་ཚོ་ཁ་ཤས་ལ་དེ་ག་རེ་རེད་ཟེར་དུས་ད་དེ་གཞུང་གི་ཆ་རྐྱེན་བཞིན་རེད་དེ་བྱས་ཡ་གས་ཡོད་མ་རེད་ཁ་ཁ་ཡོད་མ་རེད་བ་ད་ད་རིང་འདི་ཅིག་ཀ་མལ་ནང་ཡ་ཡོད་པ་དུ་ཐུགས་རེ་ཆེན་པོ་ཞིག་ཡིན་པ་ན་དེའི Visa ཁོ་རང་བོད་མི་གོ་བ་ཅིག་གནང་ཡག་གི་ཐབས་ཤེས་བྱེད་ཡོད་པས་ན་ཨར་སིའི་དེ་གི་མཐུས་པ་ཅིག་གོ་ཡག་དེ་གལ་ཆེན་པོ་རེད་བྱས་སོང་མཐུས་བྱས་ན། ཤེས།
ཨ་རི་མི་ནི་སོ་ར་ལི་ཡ་ཨ་ནི་ཁང་ཁུངས་འཛུགས་སྐྲུན་གི་ཆེད་དུ་ས་ཡ་བཞི་ཨ་ནི་སྐྱེ་ཁ་དང་འདྲ་བ་དང་དུས་ཡུན་གཏང་ཡག་དང་ཨ་འདིའི་ཡིག་ཆ་དང་ཆ་ཚང་ཁོ་རང་ཚོགས་དྲུང་ལས་ཁུར་ཕུལ་ཡོད་ཟེར་དུས་གསུངས་པ་ཨ་ནི་ཆ་ཚང་ར་བཞིན། གདེང་ཚོད་དང་ཆ་ཚང་ཆ་རྐྱེན་ཡོད་པ་ཅིག་ལ་ཡང་འགོད་འཛུལ་ཞུ་ཆོག་གི་འདུག་སྟེ། དེ་ནས་ཚོགས་ཆུང་གིས་ཚེ་དཔག་བྱ་ཞིང་ཚོགས་ཆུང་གི་ཕྱག་བྲིས་དེ་གཟིགས་མ་སོང་གསུངས་པ་རེད། གཅིག་འདི་རེད། གཉིས་པ་དེ་ལ་ཡང་ད་ད་ལྟའི་ཚོད་ལ་ཡང། ཨ་རིག་གི་རོགས་དངུལ་དང་ད་དེ་གའི་ཚང་མ་ཐོག་ལ་ཡང་འགྱུར་བ་ཅི་ཕྱིན་པ་རེད། ང་ཚོ་ད་རག་གི་ཡོད་མེད་ད་དེ་གའི་ཚང་མ་ལོ་ལྟ། རེ་བ་སྐྱོང་གི་ཡོད་རེད་ད་ཡིན་ནའི་གི་ད་ལྟའི་གནས་བབ་དེ་ལ་ཐུགས་ཐག་ཆོད་ཡོད་མ་རེད། ད་ལྟ་དེའི་ཐོག་ལ་ཡང། འཛིན་སྐྱོང་བཀའ་ཤག་གི་ཐོག་ནས་གདེང་ཚོད་ལྡན་པ་ག་འདྲས་ཡིན་མིན་གྱི་ཐོག་ལ་ཡང་གསལ་བཤད་ཅིག་གནང་རོགས་བྱེད་ཞེས་ཞུ་ཡས་གཅིག་འདི་ཡིན། དོན་ཚན་གཉིས་པ་འདི་ད་ལྟ་འདིའི་ལས་བསྡོམས་འདིའི་ནང་ལ་ཡང་གསུང་བཤད་ནང་ལ་ཡང་འཛུགས་སྐྲུན་དང་འབྲེལ་བའི་ལས་གཞི་མང་པོ་ཞུ་བཞིན་འདུག་ག་བ་ག་ས་ལ་མང་པོ་ཞུ་བཞིན་འདུག་འཛུགས་སྐྲུན་འདི་གས་འདི་ཚང་མ་ལོ་ད་མདོ་ཡི་གནས་གས་མུ་མཐུད་ནི་ད་ལྟའི་དཔལ་འབྱོར་གྱི་གནས་སྟངས་འདིའི་ཐོག་ལ་ཡང། ཆ་མ་འཛིན་པ་ཞིག་ཡིན་པ་སོང་ཙང་རང་ཅག་ནང་ཐུག་གི་ཡོད་རེད་ཐུག་གི་འོ་མ་རེད་བས་ཞེས་བྱས། བཀའ་འདྲི་ཞུ་བའི་གཅིག་འདི་ཡིན། དེ་ནས་མཐར་འཛུགས་སྐྲུན་བྱ་བཞག་པ་ནི་ཞེ་ཆགས་ཁག་ལ་ཡང་ཁང་པ་སྐྱོན་ཡང་ད་དག་ན་ཞིང་དེ་མེན་པའི་གི་ད་རང་སྐྱོང་སྡེ་ཚན་མཉམ་འབྲེལ་ལ་ཡང་ཟབ་སྦྱོང་སྤྲད་གི་ཆེད་དུ་འགྲོ་སོང་ཆེན་པོ་ལ་སོགས་པ་མང་པོ་ཞུ་གི་འདུག་འདུག་བཀའ་ཤག་སྐབས་བཅུ་གཉིས་པའི་ཐོག་ནས་གངས་ཅན་སྐྱིད་གཤོངས་ཀྱི་གཡས་གཡོན་འདི་གའི་འདི་ལ་ཡང་ར་བ་བསྐོར་རེད། དཔེ་མཛོད་རྒྱབ་ཆད། མི་གེ་དེ་ལས་མེ་འགག་ཟུར་དུ་བར་དུ་ར་བ་བརྐོ་བ་རེད། ད་ར་བ་བརྐོ་ཁྱོ་འདི་གེ་འདིའི་ཐོག་ལ་ཆ་བཞག་པ་ཡིན་ནའི་གེ། ག་ལ་ག་མཚམས་ཅིག་ལྕགས་སེང་འདི་གེ་འདི། རེད་བྱེད། ལ་འགག་གི་མདུན་འདི་གེ་འདི། ལྕགས་སེང་འདི་གེ་ཟ་མ་ཟོབ་ཁྱོ་བསྐྱོན་སོ། ཁྲ་ལིམ་ལིར་བཟོས་སོ། ལ་འགག་མདུན་འདི་ཆུ་སྤྲང་ཁྱིའི་བག་གི་འདི་གེ་འདི། དེ་བྱེད་འདི་གེ་འདི་ལ་དམིགས་བསལ་གེ་སྣང་བ་འདི་རེ་མཐོང་མ་སོང། དེ་ནས་ཡང་ལ་འགག་མདུན་འདི་ལ་ཡ། ལྕགས་ཤོག་གསར་བས་གེ་བཀག་བྱས་འདུག་བཟོས་སོ། དེ་ནས་བ་དེ་ནི་མ་ཁེ་ཁོ་ཤི་གནང་མ་སོང། གནང་མ་སོང། ངས་གི་ནང་སྲིད་དྲུང་ཆེ་ས་ལ་བཅར་ཡིན། འདོགས་ཉེ་བོ་འདུག་ཏགས་དེ་ལངྐ་ག་ལ་རེད་འདུག་ཏགས་བྱས་བྱས་ཞུས་ཡིན། དཔེ་ཤ་མེད་གསུངས་འདུག། ངས་ནང་སྲིད་བཀའ་བློན་ལ་ཞུས་ཡིན། ཡས་གས་མི་འདུག། ད་དེ། དེ་གས་དེ་ཞུས་ས་དེང་གི་ཞུ་འགལ་དེ་དག་ཞུས་ས་དེ། ཚོགས་པ་འདི་བརྒྱད་འདི་འོད་དང་འབྲེལ་བ་མེད་ནི། ཡ་མེད་བཏང་བ་འདི་འདྲས་མར་བས། དོགས་པ་ཡོད། ཞེས་བྱའི་དོགས་པ་ཡོང་ཆོག་གུ་རུ་བ། ད་ལྟ་ལེགས་བཤད་གཞན་དག་འདི་གའི་ཚང་མ་བློ་ལ་དེ་འདྲས་དང་འབྲེལ་བ་མེད་འགྲོ་བསམ་པའི་གི་ཚོར་བ་སྐྱེས་སོ། འདི་བསྡད་ཞུ་གི་ཡོད། ཨ་འདི་དེ་བཞིན་གི་བཀའ་ལན་ཡོད་པ་ཞུ། ཐབས་ཤེས་གཅིག་འདི། དེ་སྔ་ང་ཚོ་རིན་པོ་ཆེའི་སྐབས་སུ། ང་རང་ཚོ་བོད་མིའི་སྒྲིག་འཛུགས་རེད་ནང་སྲིད་ལུང་ཁུག་ཁུངས་གཏོགས་ཀྱི། ཚོང་གི་སྡེ་ཚན་རེད་ས་ཆ་རེད་མང་པོ་གཅིག། ད་ང་ཚོ་མཉམ་འབྲེལ་དང་ལ་སོགས་པ་གིས་སྒེར་དང་དེ་ཚོ་ལ་མང་པོ་གཅིག་ལ་མ། བཙོང་ཡོད་པ་དང་དེ་འདྲའི་གནས་སྟངས་གཅིག་བྱུང་ཡོད་རེད། ད་དེ་ཚོ། དེ་ཚོ་ཉོས་དེ་གའི་རྣམ་པ་ཚོ་དམིགས་བསལ་གྱི་སྒེར་པ་ཚོ། དངོས་ནས་རྒྱ་བ་རིན་པོ་ཆེའི་བཀའ་དགོངས་སྒྲུབ་མཁན་རྩིས་མཁན་ང་ཚོ་བོད་མིའི་སྒྲིག་འཛུགས་ལ་ཤ་ཚ་མཁན་གཅིག་ཡིན་ཤག་ཤག་བྱེད། ངས་དེ་ནི་བརྒྱ་ཆ་བརྒྱ་ཡིད་ཆེས་བྱེད་ཀྱི་ཡོད། ད་ད་ལྟ། ང་ཚོ་ད་ཉག་དྲག་པོ་ཅིག་དུས་ཚོད་ལ་སླེབས་དུས་ཁོང་རྣམ་པ་ཡིན་ན་ཡང་ད་ང་རང་ཚོ་བོད་མི་ས་ཆ་ལ་སོགས་པ་ཚོང་ལ་སོགས་པ་འདི་ཚོ་ཡང་བོད་མིའི་སྒྲིག་འཛུགས་ལ་ཡིན་ན་རེད་རྒྱ་བོ་རིན་པོ་ཆེ་ལ་ཡང་ཕུལ་ཐུབ་པ་ཡིན་ན་ད་དེ་དངོས་གནས་དྲ་ནས་ཡག་པོ་འདུག་ད་ལོ་མང་ཤས་ཅིག་ལ་ལོ་ཉི་ཤུ་ཉི་ཤུ་རྩ་ལྔ་རིང་ལ་ཚོ་ཚོ་ཚོ་བེད་སྤྱོད་བཏང་ནས་དངུལ་བསགས་དགོས་ཡ་དེ་བསགས་ཡོད་རེད་ད་མི་ཚེ་གཅིག་དངུལ་ཁྱི་ནས་འགྲོ་ཡ་ནི་མེད་ཁོ་མི་ཚེ་གཅིག་ལ་སྡང་སྡང་ཅིག་བསགས་ཡོད་རེད་བསམ་གི་འདུག་ཏན་ཏན་རང་ད་འདི་འདི་ང་ཚོ་གི་ཡ་ཡང་བོད་མིའི་སྒྲིག་འཛུགས་ཀྱི་འདི་ཉོས་ཐབས་བྱས་པ་ལ་དངུལ་འབོར་ཆེན་པོ་ཅིག་འགུག་གི་ཡོད་དུས་དེ་དངུལ་འབོར་འདི་ཡང། མ་རྒྱུག་མ་དེའི་དངུལ་དེ་ཡ་ས་ཆ་ཟུ་ཡ་ཉོས་ཐུབ་པས་དེ་མ་སྦང་མ་བཏང་བྱས་དེ་དངུལ་ད་རང་བ་སབ་ཐུབ་བ་ཡིན་ན་དེ་འདྲ་བྱས་ནས་ག་ལེ་ག་ལེ་མ་འོངས་པ་ང་རང་ཚོའི་སྒྲིག་འཛུགས་ལ་ཡོང་ཁོ་ཅིག་ཡོང་གི་རེད་བསམ་གི་འདུག། ལ་སྦྱར་རྣམ་སྦྱར་འདྲ་འགའ་ལགས།
བ་འཚོགས་ཤོག། དཔོན་ཆོས་བཀའ་བློན་ངོས་ནས་ཚི་ལོ་ཚ་བས་ཀྱི་དངུལ་རྫི་དང་འབྲེལ་བའི་ཐོག་ནས་གསུང་བཤད་ཅིག་ཕེལ་ཡོད་རེད། ད། དུས་ཚོད་ཉི་ཤས་ཀྱི་ནང་ལོགས་ལ་དཔལ་ལྡན་བཀའ་བློན་མཆོག་ནས་སྲིད་སྐྱོང་གི་ངོ་བོ་ཐོག་ནས་སྔོན་རྩིས་དང་འབྲེལ་བའི་ཐོག་ནས་བཀའ་མོལ་མང་པོ་ཅིག་ད་དྲ་རྒྱ་ནང་ཕེབས་ཞོར་དྲ་རྒྱ་ནང་ལོགས་ལ་གསར་འགྱུར་ཁག་ལ་ག་རེ་གནང་གི་ཡོད་མེད་ལ་མ་ལྟོས་པར་ད་ལྟའི་ཆར་ལ་གྲོས་ཚོགས་ནང་ལོགས་ལ་ད་ག་ཚོད་སྒྲོག་ཙེ་གང་ལ་སླེབས་བསྡད་པ་ཆགས་བསྡད་ཀྱི་འོག་རེད། ད་ད་ལྟའི་ཆར་ལ་ང་རང་ཚོ་ཐོན་བསྡད་དེ་ཕྱི་ལོ་གསར་བ་དེ་ལ་ས་ཡ་སུམ་བརྒྱ་བཞི་བཅུ་ལྷག་གི་ཅོག་ཆ་རྣམས་འཕེལ་གྱི་ཐབས་ལམ་ཅིག་ཆགས་བསྡད་ཀྱི་འདུག་གཅིག་ཟིན་ཡོང་དུས། ས་གནས་བརྒྱུད་ལམ་ཁག་ནང་ལོགས་ལ་བཀའ་མོལ་གསུང་དུས་གལ་ཏེ་གི་ཟིན་ཉེན་ཁ་ཅིག་མ་ཡིན་པ་དང་ང་ཚོ་སྒྲིག་འགྲོ་གི་ཡོད་བ་དང་པོ་ཅིག་མེད་འགྲོ་གསུང་ཡ་དང་ང་རང་ཚོ་ལ་དཀའ་ངལ་ཆེན་པོ་དེ་འདྲ་མ་རེད་གསུང་ཡ་འདྲ་བོ་དང་ནི། ང་ཚོའི་གི་གཞུང་མང་གཉིས་ཀ་ནས་རང་ཁ་རང་གསོ་ཐོན་ཡ་ལ་ཐབས་ལམ་སྟོན་དགོས་རེད་གསུང་བྱས་དེ་འདྲ་བཀའ་མོལ་གསུང་ཡོང་གི་འདུག་དངོས་གནས་ཏན་ཏན་དག་རང་རེད། ངས་ད་ལྟའི་བཀའ་ཤག་ལ་བཀའ་འདྲི་ཞུ་ཡ་དེ་ལ། རང་ཁ་རང་གསོའི་གི་ཐབས་ལམ་ཐོག་ལ་ང་རང་ཚོ་འགྲོ་དགོས་ཡ་དེ་གལ་ཆེན་པོ་ཆགས་ཀྱི་ཡོད་རེད་གསུངས་པ་རེད། ཡིན་པ་ནས་འདིའི་དང་འབྲེལ་བའི་ཐོག་ནས་ག་རེ་གནང་ཡོད་ཞུ་བའི་དེ་ཡིན་འདི་ན་ཤི་ཙི་ལོ་སར་བ་ནང་ལོགས་ལ་ཆ་གཞི་ག་རེ་གནང་ཕེབས་ཡོད་ཞུ་བའི་ཆུ་དོ། ག་རེ་ཆུ་ན་རང་ཁ་རང་གསོ་དགོས་རེད་གསུངས་ནས་མི་མང་ཤེས་དགོས་རེད་ང་རང་ཚོ་གྲོས་ཚོགས་ནང་ཡོད་ངེས་གསུངས་པ་རེད་གསུངས་ཀྱི་ཡོད་རེད་ཡིན་པ་ནས་ད་ལྟའི་སྐབས་སུ་བར་བའི་མི་མང་གི་འོས་འདེམས་ཕྱིས་བྱས་མང་མོས་ཀྱི་འོས་འདེམས་ཕྱིས་བྱས་ཞབས་བཀའ་ཞབས་རྒྱག་དེ་གང་ལ་ཞུ་ངེས་དེ་དཔལ་ལྡན་སྲིད་སྐྱོང་གཙོས་པའི་བཀའ་ཤག་རྣམ་པ་ཆགས་བསྡད་དགོས་རེད་རྣམ་པ་གཙོ་འགྱུར་ནས་ཆ་གཞི་ག་རེ་གནང་ཕེབས་ཡོད། བོད་བསྟན་སྲིད་ཆེད་དུ་འཆར་གཞི་ག་རེ་བསྣམས་ཕེབས་ཡོད། དེ་ན་ཤི། ང་རང་ཚོའི་རོགས་ཚོགས་དེ་ཚོ་ང་རང་ཚོ་ཡོད་བབ་ཡོད་བ་མཐོང་ཡས་ཆེད་ང་རང་ཚོ་ལ་མ་རྩ་བཙུགས་དགོས་ཡས་ཆེད་ལ་ཡ་ང་རང་ཚོའི་ངོས་ནས་ཕྱག་ལས་ག་རེ་གནང་གི་ཡོད་རེད་དེ་དང་འབྲེལ་བའི་ཐོག་ནས་དཔྱད་ཞིབ་གནང་དགོས་ཆེད་གལ་ཆེན་པོ་མཐོང་གི་འདུག་ཞུ་ཡས་ཡིན། གནས་ཚུལ་འདི་ཐོན་པ་དང་གསར་འགྱུར་བརྒྱུད་ལམ་ཁག་ནང་ལོར་ཐོན་པ་དང་ང་རང་ཚོའི་གཞིས་ཆགས་ཁག་ལ་ཡ། དཔལ་ལྡན། སྲིད་སྐྱོང་མཆོག་གིས་བཀའ་མོལ་གནང་ཡོད་རེད་དེ་འདྲའི་གནས་ཚུལ་བྱུང་བ་རེད་ཆེད། དེ་དུས་གོ་དུས། སུ་སུས་ག་རེ་རེ་བ་བྱས་ཞུ་ན། གཞིས་ཆགས་ཁག་ལ་ཡང་ཡ་མ་ཕའི་ཚབ་ལ། བཀའ་ཤག་གི་མཛའ་གྲགས་ཚོགས་འདུ་ཅིག་འཛོམས་ཐུབ་ཡོད་པ་ཡིན་ན། འདི་དང་འབྲེལ་བའི་ཐོག་ནས་འཆར་གཞི་བཏིང་ཐུབ་ཡོད་པ་ཡིན་ན། ཨ་རི་ལ་ཕ་ཁབ་ཏུ་ཕེབས་ཐུབ་ཡོད་ན་ཕྱག་ཡིག་གཅིག་པུ་བཏང་ན་ཡང་འཚབ་ལ། སྐྱབས་མགོན་རིན་པོ་ཆེའི་ཕྱག་ཡིག་བཏང་གནང་བ་ཡིན་ན་འཚམ་པོ་ཡོད་རེད་རན་པོ་ཡོད་རེད། གོ་བདེན་བྱས་ཡོད་རེད་གནས་བབ་བྱས་ཡོད་རེད་ཡིན་པ་ནས་ང་རང་ཚོ་བོད་མི་སྒྲིག་འཛུགས་ཀྱིས་ད་ལྟ་ཁ་ཐུག་ཞུ་བ་ཡིན་ན་ང་རང་ཚོའི་སྐྱོབ་གསོ་སློང་བ་དང་གཅིག་པ་རེད་རོགས་སྐྱོར་སློང་བ་དང་གཅིག་པ་རེད། དེ་ལ་ཡང་ང་ཚོ་ཡི་གེ་ཞིག་བཏང་བ་འདི་འགྲིག་གི་རེད་པས། ངའི་བསམ་པ་ལ་ཡ་ངའི་རེ་བ་ཆེ་བ་ཡིན་ན། མི་མང་ཅིག་ཡིན་པའི་ཆ་ཞིག་ནས་མི་མང་གི་སྐུ་ཚབ་ཅིག་ཡིན་པའི་ཆ་ཞིག་ནས་ང་ཚོའི་རེ་བ་བཀའ་ཤག་འདི་རྩ་ནས་ཐད་ཀར་ཨ་རི་ལ་ཕར་ཕེབས་ཆེད། དགོངས་པ་བཞེས་རོགས་གནང་ཞེས་བཤད། ཡུ་ཀེ་རེན་གྱིས་ག་རེ་བྱེད་ཡིན་མེད་མཐོང་བ་རེད་ཨ་རི་ལ་འགྲོ་རེད་སྐད་ཆ་བཤད་པ་རེད། མ་འགྲིག་པ་མཐོང་དུས་ཡུ་རོབ་ནས་རྒྱབ་སྐྱོར་བྱེད་མཁན་རག་གོ། ང་རང་ཚོ་དེ་ཐབས་ཤེས་གནང་རེད་པས། ཅོག་ཅག་ཁྱི་ལ་ཡ་གཅིག་པུ་གྱིས་ང་ཚོ་ཐབས་ལམ་བྱེད་རེད་པས། དེ་ལ་ཡང་དགོངས་པ་བཞེས་དགོས་པ་དཔེ་གལ་ཆེན་པོ་འཆར་གི་འདུག་ཞུ་ཡ་ཡིན་དེ་མ་གཏོགས་ད་ལྟ་ང་རང་ཚོ་ལས་གཞི་ནང་ལོགས་ལས་གཞི་དཔེ་གལ་ཆེན་པོ་འདི་འདྲ་ཡོད་རེད། དང་ང་ཚོའི་ད་རིང་ཞོ་སྐྱེས་ཕྱི་ཐང་ཆེ་བ་ན། ཁ་སང་ང་ཚོ་འབྱོར་བའི་ཐོག་ནས་ང་རང་ཚོའི་གི། ནང་སྦྱོང་བྱེད་ལས་ཐུགས་ཕན་གསོས་ཡ་ཞིག་རེད་དེ་ད་གང་ལྟར་ད་རིང་ང་རང་ཚོ་ལ་འབྱོར་བསྡད་ཡོད། དེ་ནང་ལོགས་ནས་ག་རེ་སེའུ་ཆགས་སུ་ཞུ་བས་ན། ད་རིང་བཀའ་ཤག་ངོས་ནས། ལས་གཞི་ག་རེ་ག་རེ་ལ་ཡ་ཆེད་གཏོང་གནང་གི་ཡོད་བ་དང་ཆེད་གཏོང་གནང་གི་མེད་བ། ལས་གཞི་ག་རེ་ལ་གཟི་བྱས་བཀའ་ཤག་གི་ཚན་འབབ་ལ་ཐུགས་ཕན་གསོས་ཀྱི་ཡོད་བ་དང་མེད་བ་མི་མང་ལ་ག་ཚོད་ཕན་ཐོགས་ཀྱི་ཡོད་མེད་ལ་མ་གཟིགས་པར་གང་ལྟར་ག་རེ་ལ་ཆེད་གཏོང་གནང་གི་ཡོད་བ་ག་རེ་གལ་ཆེན་པོ་བརྩི་གི་ཡོད་བ་མེད་བ་གཅིག་ད་རིང། དེ་གྲོས་འཆར། ཅོག་ཆར་གྱི་གྲོགས་ཅན་གྲོས་འཆར་རིམ་པ་ཐོག་ནས་སོ་སོའི་ངོས་ནས་ཁ་གསལ་བོ་ཅིག་མཐོང་སོང་བསམས། དེ་ཡང། ཁ་གསལ་བོ་ཅིག་གྲོས་ཚོགས་ཀྱི་བརྒྱུད་ལམ་དེ་ཐོག་ནས་ཞུ་འདོད་བྱུང། བློ་ཕམ་བྱུང། གལ་ཏེ། སྐུ་ལས་ཚང་མ་སྐྱོན་ཆེ་གྲུབ་འབྲས་ཐོན་མེད་འོ་ན་བསམ་བཞེས་ཐུབ་བ། ང་རང་ཚོའི་གཞུང་རེད་དཀའ་ངལ་དེ་འདྲ་འཕྲད་སྲིད་ཀྱི་རེད་རྐྱེན་ངན་གྲོགས་ཤ་ཅིག་རེད་ཡིན་པ་ནས་དཀའ་ངལ་ལ་ཤེས་བཞག་པའི་ཐོག་ནས་ང་ཚོས་ག་རེ་བྱས་ཡོད་རེད། བཀའ་ཤག་ངོས་ནས་ག་རེ་གནང་ཡོད་རེད་ག་རེ་གནང་ཐུབ་ཡོད་རེད། ང་རང་ཚོ་དེ་ནས་ཡི་གེ་ཡིག་ལན་ཞོར་བ་ཙམ་གྱིས་འདི་ང་ཚོ། འགྲོ་བ་ཚིག་མེད་ཅིག་རེད་བས་དེ་གྲོས་ཆོད་རིམ་པ་ཐོག་ནས་ཨ་རིག་གི་གྲོས་ཆོད་བཞག་བས་ཀྱི་འགྲིག་མཐུན་ཐོག་ནས་ང་རང་ཚོ་བཙན་བྱོལ་བོད་གཞུང་ལ་ངོ་འཛིན་ཡོད་ཅིག་དང་ང་རང་ཚོའི་གི་འདི་གི་ཆབ་སྲིད་དབུ་ཁྲིད་སྲིད་སྐྱོང་ལ་ངོ་འཛིན་ཡོད་ཅིག་སྒྲིག་གཞི་ཐོག་ནས་ཐད་བསྡད་བ་ཞིག་རེད་འདི་ལ་གཞི་ཆགས་པའི་ཐོག་ནས་ལན་བྱོ་འོ་རེད། ཆ་ཚང་འདི་ང་ཚོ་དགའ་སྤོབས་བྱས་ཅིག་གས་དགོས་ཆེ་མ་རེད་ཆབ་སྲིད་གནད་འགག་གས་མ་རེད་ཁོ་རང་ཚོའི་གི་སྒྲིག་གཞི་ནང་ལ་ཐད་བསྡད་ཡོད་རེད་ཁོ་རང་ཚོའི་གི་སྲིད་བྱུས་ནང་ལ་ཐད་བ་ན་བཞིན་ལག་བསྟར་བྱས་བ་རེད། དངོས་ཡོད་གནས་ཚུལ་ག་རེ་བྱུང་ན་ད་ལྟའི་ཆ་ལ་ང་རང་ཚོའི་གི་དུས་ཡུན་ཐུང་ཐུང་རིང་ང་རེད་དེ་དུས་ཡུན་ཐུང་ཐུང་རིང་ང་ལ་ང་ཚོ་དཀའ་ངལ་བྲལ་བ་དེ་ཆགས་བསྡད་དགོས་བ་རེད། ད་ལྟའི་གནས་སྐབས་དེ་ལ་ཡང་ང་ལྟར་ང་ཚོ་གཞི་ནས་དོན་ཡོང་དགོས་རེད་བ། རྒྱ་གར་གཞུང་བཀའ་དྲིན་ཆེན་པོ་ཡིན་ཟེར་བས་དང་ཨ་རི་བཀའ་དྲིན་ཆེན་པོ་ཡིན་ཟེར་བྱས་ད་གཞུང་རིམ་པ་མང་པོ་ཡོད་རེད་ཡིན་བས་ནས་ང་ཚོའི་ངོས་ནས་ད་ལྟ་ག་རེ་གནང་ཡོད་ཞུ་བས་དེ་རེད་ཨ་དེས་ན་ཤི་བཀའ་ཤག་བསྙོན་མེད་ཐོག་ནས་ང་མིང་མིང་འབོད་ཞུ་གི་ཡིན། ང་རང་ཚོ་གངས་ཆུ་བོན་ཆུ་ཞབས་ཞུ་ཁང་དང་འབྲེལ་བའི་ཐོག་ནས་མ་འོངས་པ་ང་རང་ཚོ་ཚོགས་ཐེངས་ལ་ཐུགས་ཕན་གསོས་ཡ་ཆེ་རེད་དེ་དེ་ཚོས་ཀྱི་ལས་གཞི་ལ་ཡ་ད་ལྟ་ཡོད་བས་ན་ཐུགས་ཕན་གསོས་ཡ་རེད་གསོས་ཡོད་མ་རེད་ངའི་བསམ་པ་ལ་ཡ་འདི་ང་ཚོའི་ཕུགས་རྒྱང་རིང་པོ་ཐོག་ནས་ཕན་ཐོགས་ཡ་གི་ལས་གཞི་ཅིག་ལ་འགྱུར་མ་སྲིད་བ་མ་རེད་ཡིན་བས་ནས་ཡོད་བ་དེ་ང་ཚོར་མེད་བ་སུས་ཐུགས་འཁོར་རེད་ཡོད་བ་དེ་ང་ཚོ་སྒོ་རྒྱབ་ཐུགས་འཁོར་རེད་སྒོ་རྒྱབ་པའི་ལ་སྒུག་བསྡད་ཐུགས་འཁོར་རེད། མ་འོངས་པ་ལ་བཀའ་ཤག་ཉོ་ནས་འཆར་གཞི་ག་རེ་ཡོད་ཞིག་ཅེས་ད་རེ་ཐིག་བཀའ་འདྲི་ཞུ་ཡོད། ཕྱི་དྲིལ་ལས་ཁུངས་ཀྱི་བརྒྱུད་འདྲེན་དང་འབྲེལ་བའི་ཐོག་ནས། ཕྱི་ཡོངས་ཀྱི་ལས་དོན་ཐོག་ལ་ཡང་ཆ་ལང་ཁ་ཤས་ཅིག་ཞུ་ཡ་ཡོད། གནད་དོན་དང་པོ་དེ། ད་ལོ་རྔན་པ་གི་ལོ་མཇུག་དེ་ལ་ཡང་གཙོ་བོ་ཕྱི་དྲིལ་དང། ཨ་ནི་མིན་སིའི་སུད་སི་ལ་དོན་གཅོད་གཞུང་འབྲེལ་མིན་པའི་ཚོགས་པ་ཁག་གིས། བོད་ནང་གི་ཆོས་སྲིད་བཙོན་ཟུར་རྣམས་བཅས་ལ་བདེན་འགྲོའི་ཤོད་པའི་ཐོག་ནས་བོད་ནང་ལུགས་ཀྱི་གནས་སྟངས་དང་ད་ཐིག་གི་གནས་སྟངས་ཕྱིར་ཡོང་གི་ཐོག་ནས་བདེན་ཆ་དེ་འདྲས་ཀྱིས་མཁོ་སྤྲོད་གནང་པ་དེ་ལ་ཡ་བཙོར་སུས་ཟེར་བའི་དོན་བརྗོད་དང་ཕ་གི་གཞུང་འབྲེལ་མ་མི་ཚོ་པ་ཀོ་དུས་དུས་ཤ་རུ་གནང་ཉེན་གང་ག་ལ་ཡ་ཐུགས་རྗེ་ཆེ་ཟེར་གྱི་ཞུ་འདོད་བྱུང་སོང་དེ་ཀོ་སྔ་མ་ཀ་ལ་ཡ་རུ་ཁུལ་སྟོན་དུ་གན་གྱི་ཡིན་གང་ཡིན་ཤེ་ན་ང་ཚོ་བཙོན་འཇུག་ལུ་ཡུང་བ་དེ

སྲིན་མགོ་ལ་བལྟས་པ་ཡིན་མིན་ནི་དཔེ་ཉུང་ཉུང་ཞིག་འོ་རེ་ཤག། དེ་ག་དུས་ཡིན་ན་ང་དེ་ཤོག་ཆེན་པོ་དགོས་རེ་ཞུ་ངེས་ཀྱི་ཡིན་དེ་བཞིན་ད་རིང་ཡང་དོལ་ཞུ་འདོད་བྱུང་སོང། དེ་བྱོས་དུས་ང་ཚོ་ཐོག་མར་ཡོང་པའི་དམིགས་ཡུལ་དང་བར་དུ་དགྲ་བོ་རྒྱ་དམར་ལ་འཐབ་རྩོད་བྱེད་དགོས་ཡ། ད་དུང་ང་ཚོས་ཞི་བཞི་མཉམ་འཛོམས་ཀྱི་ཐབས་ལམ་དེ་བཙལ་དགོས་ཀྱི་ཡོད་ན་ང་ཚོ་ལས་འགུལ་ལ་མ་འཐོར་འགྲོ་ས་ཡོད་མ་རེད་དེ་བྱེད་དུས་གང་ལ་དུས་ཚོད་ཀྱི་འབྲེལ་དྲག་གིས་དེ་ཉོས་ཉོས་ཉོས་འདྲ་བོ་ཞུ་རྒྱུ་ཐོན་ཡོང་གི་འདུག་མ་འོངས་པ་ལ་དུས་ཚོད་ཀྱི་ཐོག་ལ་ཡ་ཤུ་ནི་རྒྱ་ཡལ་དང་བ་གན་བཀའ་ཁྲོལ་མང་ཤོས་པའི་ཐོག་ནས་ལས་གཞི་གཙང་རོགས་གནང་ཞུ་བ་དེ་ཡིན། གནད་དོན་གཉིས་པ་དེ། སོ་སོ་རང་ཉིད་ད་གཞུང་དང་སྒེར་གྱི་གནས་སྟངས་མང་པོ་གཅིག་གི་ཐོག་ནས་ཕྱི་རྒྱལ་ཁག་ལ་བགྲོད་པའི་སྐབས་ལ་ཡང། ཕྱི་རྒྱལ་ཁག་ལ་འཚར་ལོངས་བྱུང་མཁན་གྱི་ཕོ་བོ་མང་པོ་ཅིག་མཐོང་ཡོང་གི་འདུག་སྐབས་དེ་དུས་ཁོང་རྣམ་པ་ཚོ་མཐོང་དུས་སྐབས་ལ་ཡང། ཅེས་གནས་སྟངས་མང་པོ་ཅིག་ཐོག་ལ་ཡང་བགྲོ་གླེང་བྱས་ནས། མཐའ་མ་མཇུག་སྡོམ་གྱི་སོ་སོའི་འཆར་སྣང་ནང་ལོགས་ལ་ཡང་ཨ་རྒྱས་གཞན་མི་འདུག་ཨ་བསམ་པ་འདྲ་བོ་ཅིག་ཕ་མ་ཡིན་ན་རེད་སྲིད་ཡིན་ན་ཕོ་རྒུ་ཚོ་ལ་ཡ་དད་པ་བྱེད་སྟངས་ལྷོད་དེ་ངན་གྲགས་ཅིག་མ་མདོང་ང་ཚོ་རྗེ་ཁོག་ཤོད་ནས་མི་ཡུལ་ལ་ཡ་ཅོ་ཅོའི་དད་ངན་ཅིག་གི་གཏན་ཕོག་གི་ཐོག་ནས་རྗེ་གཞན་ཆོས་ནི་ལྷོད་མི་འདུག་བ་བསམ་བ་འདྲ་བོ་བྱས་ཏེ་འཚོ་བ་ཤོ་ཆེན་པོ་ཅིག་ཡོང་དུ་གོ་གི་འདུག་དེ་བྱེད་དུས་ང་ཚོ་བཙན་བྱོལ་ལ་ཡ་མི་ལོ་དྲུག་ཅུ་འདས་པའི་རིང་ལ་ཡ་བཙན་བྱོལ་ནང་ལོགས་ལ་ཡ་ཕལ་ཆེར་རྒྱ་བལ་འགྲོ་སོང་ནང་ལོགས་ལ་ཡ་ཕོ་རྒུ་ཚོ་ཡ་རྗེ་གཞན་ཁ་བ་ཞི་རག་རེད་ཤག་ད་ང་ཚོའི་རོ་བ་རྒྱག་ས་ཅིག་དེ་ཤི་རྗེས་ཁག་ལ་ཡ་ཕོ་རྒུ་མོ་མོ་ཅིག་འཚར་ལོངས་བྱུང་ཡོང་དུས་ཁོ་རྣམ་པ་ཚོ་ལ་ཡ་ཐོག་མ་ནས་ཀླད་པ་ནང་ལོགས་ལ་ཡ་ཞང་དང་སྙིང་རྗེ་དད་པ་དེ་མ་ལུས་པར་བྱས་ནས་རྒྱལ་ཞེན། མི་རིགས་གཅིག་གི་དཀའ་ངལ་མི་རིགས་གཅིག་གི་འཐབ་རྩོད་ཞུ་ཞུ་བོད་མི་ཚོས་ཚོས་ང་ཚོ་ལ་རུ་ཐད་གྱོང་ཡ་དེ་ཁོ་ཚོའི་ཀླད་པ་ལ་བླུགས་ཐུབ་པ་ཡིན་ན། ད་ལྟ་ཆགས་ལི་ཡ་སོང་རྒྱུ་དུས་བདེན་ཡིན་པ་ཡིན་ན་རེད་དེ་མ་ཡིན་པའི་ཐོག་ནས་རང་བཙན་སློབ་ཕྲུག་ཚོ་བ་ལུ་ཡོད་པའི་ཤེས་བྱའི་ཁ་ལོ་ཚ་ལུང་ཞོ་ངེས་ཀྱི་ཤན་ཆུ་དོད་ཚོད་ཀྱི་ཨ་རི་ཁེ་ན་ཏའི་ཧྥི་རན་སི་ལི་ཡ་ཁོང་རྣམ་པ་ཚོས་ཀྱི་ལས་འགུལ་གྱི་དཔེ་ཡིན་པའི་ང་རང་ཚོ་ལ་སེམས་པ་ལ་དགའ་སྣང་ཡོང་གི་འདུག་བ། དེ་བྱས་ཏེ་དེ་ནང་བཞིན་དེ་ཕོ་རྒོད་མོ་མོ་གཅིག་ང་ཚོས་གསོ་སྐྱོང་བྱེད་དགོས་ཀྱི་ཡོད་རེད་ཚ་རླུང་གཞུང་གཅིག་དགོས་ཀྱི་ཡོད་དེ་བྱེད་ཡ་ལ། ཤེས་འབྲས་ལས་ཁུངས་ཀྱི་ངོས་ནས་འགྲོ་སོང་བཏང། དེ་འདྲས་ལས་ཡ་ཟོག་གཞུང་སྤྲད་ཕོ་རྒོད་དེ་ཚོ་ལས་ཡ་ང་ཚོས་ཀྱི་རྗེས་གཞན་དེ་སློག་ཐུབ་པ་ཡིན་ན་མི་རོ་རྫུགས་པ་ཡིན་པ་ཡིན་ནི་ཡང། རྗེས་གཞན་ཡོད་ངེས་ཀྱི་མི་རྗེས་གཞན་མེད་ངེས་མི་བཅུ་སྟོང་ཡོད་པ་ལས་རྗེས་གཞན་ཡོད་ངེས་མི་བརྒྱ་ཡོད་ན་ཡག་གི་རེད་བ། དེ་གི་ཐག་གཅོད་བྱེད་ཀྱི་རེད་ལས་འགུལ་སྤེལ་གྱི་རེད། འདས་པའི་རྒྱལ་ཁབ་རང་བཙན་ལས་ངན་ཚོ་ལ་བལྟས་པ་ཡིན་པ་ཡིན་ནི་ཡང། མི་སྣ་ཁ་ཤས་ཅིག་གིས་བློས་གཏོང་བྱས་ཁ་ཤས་ཅིག་གིས་སོ་སོའི་རྒྱལ་ཞེན་གྱི་ཐོག་ནས་བྱས་པའི་བརྒྱུད་རིམ་ལ་བརྟགས་ནས་རྒྱལ་ཁོལ་ལྷ་གསོལ་ཐུག་ཡ་གི་གནས་སྟངས་མང་མོ་ཡོད་རེད་བ། དེ་བྱས་དུས་ང་རང་ཚོས་ཡ་རྒྱལ་ཁོལ་ལྷ་གསོལ་དགོས་ཀྱི་ཡོད་ན་སྤུ་གུ་ཚོ་ལས་རྒྱལ་ཞེན་གཙོ་བོ་སྤྲུལ་དགོས་ཀྱི་ཡོད་རེད་མ་གཏོགས་དེ་ལས་སྤྲོས་པ་ཅིག་ལྷ་གསོལ་རང་བྱས་བསྡད་ན་ང་ཚོས་གོང་ས་མཆོག་སྐུ་ཚེ་མ་འཐེན་པའི་དུས་ཅིག་དང་མི་རབས་རྒན་པ་ཚོ་རྫོགས་སོང་ན་ཨ་ནི་ང་ཚོ་རང་དགར་རང་ཐོན་འགྲོ་ཡ་གི་ཉེན་ཁ་ཆེན་པོ་ཅིག་ལས་ལྷད་དུ་ཡོད་རེད་དེ་ཚོ་དགོངས་པ་བཞེས་རོགས་གནང་ཞུ་ཡ་དེ་ཡིན། སྣོད་ལྡན་གསུམ་པ་དེ་བདེ་སྲུང་གི། ད་ལྟ་བཀའ་ཆོས་ནང་ལོགས་ལས་ཡ། ཆོས་སྲིད་བཙན་གཟིགས་རྣམ་པ་ཚོས་ལས་ཡ་གསུང་བཤད་ཀྱི་གོ་སྒྲིག་ཅིག་གནང་ཞེས་པོད་དམག་སྲི་ཡ་བོ་ཞི་རག་རེད། སྔ་མོ་སོ་སོའི་གདན་ས་ལས་འདས་པའི་སྐབས་ལས་ཡ་བེད་ལོ། ཆོས་སྲིད་བཙན་གཟིགས་དེ་ཚོས་དྲངས་ཏེ་སྐད་ཆ་བཤད་ཁ་ཡོང་གི་འདུག་སྐབས་དེ་དུས་ཚོ་བ་ཤོ་ཆེན་པོ་ལས་ངེས་ཡིན། བ་སྐབས་གཅིག་ལས་སློབ་གྲྭ་ཁག་དང་དགོན་སྡེ་ཁག་ལས་ཡ་ཆོས་སྲིད་བཙན་གཟིགས་དེ་འདྲའི་སྐད་ཆ་བཤད་མཁན་དེ་གོ་སྒྲིག་བྱེད་དགོས་ཡོད་མ་རེད། ད་ལྟ་རིགས་དོ་གསུམ་གྱི་ངོས་ནས་དམིགས་སུ་བཀར་ནས་དེ་ཕུགས་རྒྱང་རིང་པོ་གི་བསམ་བློ་རེད་དེ་ལ་ཐུགས་རྗེ་ཆེ་ཞུ་དང་འབྲེལ་པའི་ཐོག་ནས་ཤེས་འདྲེས་ཀྱི་ཡིན་པ་ཡིན་ན་ཡང། ཤེས་བྱའི་ཁ་ལ་ཡང་ཚ་ལྷུང་ཞུགས་ངེས་ཕོ་རྒོད་ཚོ་ལ་ཡང་ད་ང་ཚོ་ཆབ་སྲིད་མི་སྣ་གི་སྐད་ཆ་བཤད་ན་བེ་ཙེ་ཙེ་བྱེད་དགོས་ཚུལ་ཀླད་པ་ལ་གྲུག་གི་ཡོད་མ་རེད། གཅིག་ནས་གནས་སྟངས་དེ་འདྲ་བྱས་གཉིས་ནས་ཕ་མ་སོ་སོ་གི་ངོས་ནས་ཆབ་སྲིད་སྐད་ཆ་བཤད་ངེས་དེ་ཆབ་སྲིད་མི་སྣ་དེ་རང་ཉིད་ཀྱི་ཁོང་ལ་གཏུག་མ་གཏུག་གི་ངོས་ནས་ཕོ་རྒོད་ཀླད་པ་ལས་བསླུ་བའི་ཚོགས་མང་པོ་ལས་འདུག་གི་འདུག་དེ་བྱས་དུས་ཆབ་སྲིད་བཙོན་པ་དཔེ་ན་ཡང་དག་ལ་ཡང་ཆོལ་ཁ་གི་ཤུགས་སུ་འགྲོ་མ་དགོས་མཁན། གནས་སྟངས། རྒན་བག་གྲོ་ལ་འདྲ་བོ་དང། དུད་འགྲོ་དབང་ཆེན་ལ་འདྲ་བ་དང། ཉི་མ་ལྷ་མོ་ལ་འདྲ་བ་དང། གནམ་ལྕེ་ལ་འདྲ་བ་ཁོང་རྣམ་པ་ཚུད་པའི་ཤི་རྗེས་ཀ་ལི་ཡ་ཁྲིད་ནས། བོད་ནོར་ལུག་ལས་དཀའ་སྡུག། བོད་ནོར་ལུག་རྒྱ་ནག་གཞུང་གིས་ཆོས་དང་རིག་གཞུང་འཚེ་མེད་གཏང་གི་ཡོད་པ། མི་རིགས་བཙན་མེད་གཏང་གི་ཡོད་པ་དེ་ཚོ་ལ། ཨང་དེ་གའི་ཐོག་ལས་བག་སྐད་ཅིག་རྒན་རྒྱལ་ལོ་ལགས། འོ་དེ་ཚོ་འདྲ་བོ་དེ་ང་ཚོས་གིས་མང་ཟས་ཀྱིས་ཤི་རྗེས་ཀྱི་འགྲོ་སོང་གཏོང་ནས་ཁྲིད་ཐུབ་པ་ཡིན་ན་ཡག་པོ་ཡོང་ས་རེད་དེ་ཚོ་ཐུགས་ལ་ཞྭ་རུག་ན། བསལ་ཏེ། འདོད་ཁུལ་རང་གི་ཐོག་ལེན། མཐའ། བཀའ་ལན་ཕེབས་སོང་ད་རེས་འདི། ཕྱི་དྲིལ་བཀའ་བློན་གསུང་སྐུ་འདུག། གང་ལྟར་དེ་རུ་ངོ་དགའ་བྱེད་ཨ་ནི། ཨ་རི། ལ་རྟེན་གཞི་བྱས་པའི་ང་རང་ཚོའི་གི། དོན་གཅོད་ལས་ཁུངས་རེད་ད་ག་ནང་བཞིན་ང་རང་ཚོ་འབྲེལ་ཡོད་མང་པོ་ཞིག་བརྒྱུད་ནས་ཨ་ནི། ཐབས་ཤེས་གནང་གི་ཡོད་གསུངས་སོང། སྤྱིར་བཏང་ཨ་རི་རུ་ངོ་དགའ་བ་དེ་ང་ཚོ་འགོག་མཁན་ཞིག་བྱུང་བ་རེད། ང་རང་ངོས་འཛིན་བྱེད་སྟངས་བྱས་བ་ཡིན་ན། དེ་ནས་ད་ལྟའི་ཆ་ནས་ཨ་རི། USAID། གི། ལོ་རྒྱུས་དེ་ལྟ་བ་ཡིན་ན་ཕ་ཆེན་ལོ་བཅུ་གཉིས་ཅོག་གསུམ་སྔན་ནས་ང་ཚོ་འདུག་ཟེར་གྱི་འགོ་བཙུགས་ཆོག་རེད་དངུལ་མང་ང་དེབྱས་ཙང་ཨ་རིའི་རོགས་དངུལ་འགའ་ན་ང་ཚོ་འཐབ་རྩོད་འགའ་འགྲོ་བའི་དེ་འདྲའི་རྩ་བ་ར་ནས་ཁེལ་ཡོད་མ་རེད་ང་ཚོ་འཐབ་རྩོད་དེ་མུ་མཐུད་ནས་རྒྱུན་འཁྱོངས་བྱེད་ཐུབ་རེད་བྱེད་དགོས་ཀྱི་རེད། ཡིན་ན་ཡང་ང་ཚོ་འགོག་རྐྱེན་ཅིག་འཕྲད་ཀྱི་ཡོད་རེད་འགོག་རྐྱེན་དེ་ཡང་འཛམ་བུ་གླིང་གི་ཆབ་སྲིད་ཀྱི་འགྱུར་ལྡོག་གི་ཐོག་ནས་ང་རང་ཚོ་དཔའ་མཐིལ་སོ་སོ་ཕྱོགས་བོད་པའི་གི་འཐབ་རྩོད་ཀྱི་ཐོག་ནས་ད་ལྟ་བར་དུ་བདེན་པའི་གི་འཐབ་རྩོད་ཡིན་པ་དང་འགྲོ་བ་མིའི་གི་འཐབ་རྩོད་ཡིན་པ་དང་འདིའི་གི་ཨ་ནི་འབོད་སྒྲ་གི་ཐོག་ནས་ཡག་ཞུ་ཡོང་འདུག་རྒྱབ་སྐྱོར་ཞུ་མཁན་མང་པོ་བྱུང་ཡོད་རེད་ཡིན་ན་ད་ལྟའི་གི་ཆབ་སྲིད་གི་འགྱུར་ལྡོག་སྒང་ལ། འདིའི་གི་ཨ་ནི། དྲང་བདེན་གི་འགྲོ་མེད་གི་གནས་སྟངས་འདི་གང་ལྟར། སེམས་ཐུག་གི་ཡོད་མ་རེད་དེ་ཆབ་སྲིད་གི་འཛམ་བུ་གླིང་གི་འགྱུར་ལྡོག་ཅིག་རེད། དེ་འདྲའི་གི་འགྱུར་ལྡོག་བྱུང་བ་སྐབས་སུ་ལ། གལ་སྲིད་ཨ་རི་ལྟ་བུ་མཚོན་ན་ཨ་རི་དང་པོའི་གི་སྲིད་བྱུས་ཅིག་འཛིན་གི་ཡོད་ན། ང་ཚོའི་གི་འབྲེལ་བ་བྱེད་པ་སྐབས་སུ་ལ་ང་རང་ཚོའི་གི་ཡ། ང་རང་ཚོ་གི་ཐབས་བྱུས་ལ་ན་རེ་ང་རང་ཚོ་གི་ཁ་ཕྱོགས་དེ་ཡག་ཞུ་བ་སྐབས་སུ་ལ་གལ་སྲིད་འགྲོ་མེད་ཐོབ་ཐང་གི་ཐོག་ནས་ཡག་ཞུ་བ་ཡིན་ན་ཕ་སྐད་སེ་ངལ་གི་ཨམ་ཅོག་ཡོད་མ་རེད། དེ་ག་ནང་བཞིན་དཔའ་འདས་ཚོགས་གཙོ་མཆོག་དང་འདས་ཀྱི་ཨ་རིའི་སྲིད་གཞུང་གི་སྲིད་འཛིན་གྱི་ཉེ་འཁོར་ལ་ཕྱོགས་གཅིག་ནས་ཚོང་གི་བཀའ་ལ་ཁེ་ཕན་རང་གི་སྡེ་ཚན་གཅིག་དང་ཕྱོགས་གཅིག་ནས་ནད་ཡམས་ཚ་ནས་ཨ་རིའི་གི་བདེ་འཇགས་ལ་ཉེན་ཁ་ཡོད་པ་དེ་འདྲའི་གི་སྡེ་ཚན་ཤུགས་ཆེ་ཞིག་ཡོང་གི་ཡོད་པ་དང་དེ་ཉིད་སྤར་རོགས་ལ་རྒྱ་ནག་ལ་འཛིན་པའི་སྲིད་ཇུས་གང་ལ་ཨ་ནི་བགྲོ་གླེང་ཡོང་གི་ཡོད་པ་དང་མཐུན་མ་མཐུན་ཡོང་གི་ཡོད་པ་ང་ཚོ་ཧ་གོ་གི་ཡོད་རེད། ཡིན་ནས་ཤེས་དགོས་བས་གཅིག་ལ་གལ་ཏེ་ང་ཚོས་གི་ཨ་རིའི་སྲིད་གཞུང་ལ་ཞུ་བ་སྐབས་སུ་ལ་དང་འདས་ཀྱི་རྒྱ་ནག་སྲིད་གཞུང་ཞི་ཅིང་ཕིང་ལ་ང་ཚོས་གི་ཅིག་གྲོས་མོལ་གྱི་ཐོག་ནས་ང་ཚོ་ཐབས་ཤེས་ཅིག་གནང་རོགས་གནང། དཀའ་ངལ་ཅིག་སེལ་དགོས་ཀྱི་འདུག་དེ་འབྲེལ་གྱི་ཁ་ཕྱོགས་ཅིག་འཁྱེར་བར་སྤྲོ་ན། བཤད་ས་རྩ་བ་ནས་ཡོད་མ་རེད། དེ་ང་ཚོ་ཤེས་དགོས་ཀྱི་རེད། ཕྱོགས་གཅིག་ནས་ཨ་རིའི་རྒྱབ་སྐྱོར་ལེན་གྱི་ལ་བས་ན་ད་འདས་ཀྱི་ཨ་རུའི་ཁ་ཕྱོགས་ག་བར་འགྲོ་གི་འདུག། གལ་སྲིད་ལེན་དགོས་ཀྱི་ཡོད་ན་དེ་ཚང་ང་ཚོ་གི་ཁ་ཕྱོགས་ཀྱི་བརྡ་ལན་ག་འདྲས་ཅིག་སྤྲད་དགོས་ཀྱི་འདུག་དེ་ཕ་འདས་ཚོགས་གཙོ་མཆོག་དཔེ་གལ་ཆེན་པོ་རེད་ཤག། ངས་ད་འདས་ཆགས་ནས་ང་ར་ཚོ་ཕ་སྐད་དོན་གཅོད་ལས་ཁུངས་རའི་ལས་བྱེད་རྣམ་པ་གིས་གནང་གི་མི་འདུག་ཞུགས་མེད། དཀའ་ངལ་དེ་འདྲས་འཕྲད་བ་སྐབས་སུ་ལ་འབྲེལ་བ་བྱས་བ་ཡིན་ན་ཡང་ཁ་སང་ཕ་འདས་སྲིད་སྐྱོང་མཆོག་གིས་མིང་མང་པོ་ཅིག་བགྲངས་སོང། མང་པོ་ཞིག་དམངས་གཙོ་ཚོགས་པ་དང་འབྲེལ་བ་དང་ལས་བྱེད་དང་དེ་འདྲའི་གྲངས་སུ་བ། སྤྱི་མཐུན་ཚོགས་པ་དང་འབྲེལ་བའི་ཐོག་ནས་རྒྱ་ནག་རང་ལ་རྡུང་ལེན་བཅག་དགོས་ཀྱི་འདུག་ལ་ངའི་ཚོ་ལ་ང་ཚོ་ག་སྲིད་སྙོབ་དགོས་ཀྱི་ཡོད་རེད་དེ་སྙོབ་དགོས་ཀྱི་ཡོད་ན་དེ་ནང་བཞིན་གྱི་ང་ཚོ་ཁ་ཕྱོགས་ཅིག་བསྐྲུན་དགོས་ཀྱི་རུ་བ། དེ་འབྲེལ་གྱི་ཨ་ནི་གྲ་སྒྲིག་ཅིག་བྱེད་དགོས་ཀྱི་འདུག་བ་འདི་སོགས་ཆོག་ངས་མཐའ་མ་ཞུ་ཡ་དེ་ལ། ད་ལྟའི་གི་ཨ་རིག་གི་གནས་སྟངས་དེ་བ་ལ་ནང་ལོག་གི་གནས་སྟངས་དེ་བ་ལ། རྒྱ་ནག་མཉམ་དུ་ལ་ཚོང་རྒྱག་ནས་འགྲོ་གི་ཡིན་ལ་བ་ཡིན་ན་དེ་ལམ་ལྷོང་རྩ་བ་རེད་ནས་འགྲོ་གི་མ་རེད་རྒྱ་ནག་བྱེད་ཕྱོགས་ཀྱི་ཐོག་ནས་དེ་ག་ལི་མ་ལྷིང་ཅིག་རྒྱག་གི་རེད་ང་ཚོ་ལ་གོ་སྐབས་ཅིག་སླེ་གི་རེད་ཡིན་ནས་གོ་སྐབས་སླེ་བ་སྐབས་སོགས་ལ་དེའི་མིག་གི་ཁོར་ཡུག་དེ་ནང་ལོག་ལ་ང་ཚོ་ཡར་འཛུལ་ཐུབ་ཀྱི་རུ་བས། དེ་ང་ཚོ་འཛུལ་མ་ཐུབ་པ་ཡིན་ན། དེའི་གེགས་ནི་དཔལ་འབྱོར་གྱི་སྟོབས་ཤུགས་ལ་ན་རེ་ཆབ་སྲིད་ཀྱི་སྟོབས་ཤུགས་དེ་ང་ཚོ་ལེན་ཐུབ་ཀྱི་མ་རེད། ཡིན་ནའི་དཔལ་འབྱོར་གྱི་ཆབ་སྲིད་ཀྱི་སྟོབས་ཤུགས་དེ་ང་ཚོ་ངོ་རྒོལ་ལག་གི་ཡོད་ན། མུ་མཐུད་ནས་ང་ཚོ་འགྲོ་ཆོག་གི་རེད་ད། ཡིན་ནའི་དེ་དགོས་ཀྱི་ཡོད་ན་དེ་ནང་བཞིན་ང་ཚོ་གོམ་པ་གཅིག་རྒྱག་དགོས་ཀྱི་རེད། དེ་ཡང། ངའི་གེགས་ང་རང་གི་བསམ་ཚུལ་གྱི་ཐོག་ནས་ཕན་ཐོགས་ཡོད་པ་ཡིན་ན།
གཅིག་གོམ་པ་ཆེ་ས་ནས་གཅིག་བཞེས་དགོས་ཀྱི་འདུག་བསམ་གྱི་འདུག་དོན་ཆེ་ན། བ་དན་ཞི་བདེའི་བཀའ་ལན་ཆོག།